ཆར་སིམ་སིམ་དུ་བབས་པའི་ཞོགས་པ་ཞིག་ལ། རི་ལམ་ཀྱག་ཀྱོག་དེ་བརྒྱུད་དེ། སྙེ་མོའི་ཁོངས་སུ་ཡོད་པའི་བྱུར་མོ་གངས་དཀར་མཇལ་བར་ཕྱིན་པ་ཡིན། བྱུར་མོ་གངས་དཀར་གྱི་གནས་ཡུལ་ནི་སྙེ་མོ་རྫོང་མ་རྐྱང་ཤང་གླང་རྡུལ་གྲོང་ཚོའི་ཁོངས་སུ་འདུག། ཞོགས་པའི་ཆར་སིམ་གྱི་ཁྲོད་ན་བྱུར་མོ་གངས་དཀར་སྨུག་པས་བསྒྲིབས་ཏེ་མཇལ་རྒྱུ་ཅི་ཡང་མི་འདུག།

སྤ་གོང་ལ་དང་བྱེད་བྱུང། བཟའ་འདོད་ལ་དང་བཟང་ཞིང་འགྲོ་འདོད་ལ་དང་བཟང་ཞིང། ཟིན་ནས་གཏམ་རྒྱུད་དྲན་བྱུང། དུས་ཚོད་ག་ལ་གང་ཙམ་བསྒུགས་ཀྱང། གངས་རིའི་ཁྲོད་ཀྱི་སྨུག་པ་ཉུང་དུ་ཕྱིན་མ་སོང། བྱས་ཙང་ད་རླངས་འཁོར་བཏང་ནས་གངས་རིའི་ངོས་སུ་བཅར་བ་ཡིན། བུ་མོ་གངས་དཀར་གྱི་མཐོ་ཚད་འདི་ཡི་རྒྱ་མཚོའི་ངོས་ལས་མི་བདུན་སྟོང། རྒྱ་མི་བཞི་བཅུ་བཞི་བརྒྱད་འདུག་ལ། ང་ཚོ་བསླེབས་པའི་རི་གཤམ་དེ་ནས་སྤྱི་ལེ་གསུམ་ཙམ་ཕྱིན་ན། མཚོ་མོའི་འགྲམ་དུ་ལུས་ཀྱིས། དེའི་བར་ལ་ཕལ་ཆེན་རྒྱ་མཚོའི་ངོས་ལས་མཐོ་ཚད་སྨི་ལྔ་སྟོང་ལྷག་ཙམ་རེ་བཞག། ང་ཚོ་འབྱོར་བའི་གནས་དང་པོ་དེ་ནི་བཟང་ཡབ་ཕུག་རེད་བཞག། ཕུག་དེའི་ནང་ཀ་མག་པའི་སྐུ་ཐོག་རིམ་པ་ཐམས་ཅད་སྒྲུབ་པ་སྐྱོན་ཆེ་ཞུ་མྱོང་ཡོད་རེད་ཟེར། ས་བབ་མཐོ་བ་དང་གྲང་ངར་གྱི་ཁྲོད་དུ། ཚེ་སྲོག་ནི་རྣམ་པར་བཀྲ་ཞིང་ཧ་ཅང་མཛེས་སྡུག་ལྡན་པ་ཞིག་འདུག། རྫ་རྡོ་མང་པོ་གནས་པའི་ས་དེ་ནི་ལོ་ངོ་ཁྲི་སྟོང་གི་གོང་ལ་འཁྱགས་རོམ་ཆེན་པོ་ཡིན་པ་ཤེས་ཐུབ། འོན་ཀྱང་ཁོར་ཡུག་གི་དྲོད་ཚད་མཐོ་རུ་ཕྱིན་པའི་རྐྱེན་གྱིས་འཁྱགས་རོམ་མང་པོ་མེད་པར་གྱུར་འགྲོ་གི་ཡོད། བྱས་ཙང་ཁོར་ཡུག་སྲུང་སྐྱོབ་བྱས་ཏེ་དངོས་གནས་གལ་ཆེན་པོ་རེད་འདུག་གཟིག། ད་ལྟ་སྨུག་པས་གྲིབ་ཆས་གང་འདྲི་བརྗེད་ཡས་མི་འདུག་འདི་ནི་ནང་དགའ་དྭངས་བའི་སྐབས་ཀྱི་བྱུ་མོ་གང་གཱ་རེད་གཟིག། དངོས་གནས་མཛེས་སྡུག་ལྡན་པ་ག་འདྲས་མི་འདུག་གས། བུ་མོ་གངས་དཀར་གྱི་དབྱིབས་ནི་བུ་མོ་གླང་མ་འདྲ་བ་དང། ཡང་རྟ་མཆོག་གཞན་ཞིག་ལ་ཁང་རིན་པོ་ཆེ་འདྲ་པོ་འདུག། བུན་རིའི་མདུན་གྱི་མཚོ་མོ་འདི་ལ་འཇའ་ཚོན་ཚོང་ཟེར་གྱི་འདུག་ལ། ལས་དང་དཀའ་བ་ཡོད་ན་ཚོམས་ཆལ་ཡང་མཇལ་གྱི་ཡོད་ཟེར་གྱི་འདུག། གངས་ཆུ་བཞུར་བའི་རྦབ་ཆུ་དེའི་འོག་ལ་ཟོག་པོ་བཀྲུས་པ་ཡིན་ན། ཚེ་ཐའི་སྡུག་བསྔལ་དང་གནོང་འགྱོད་མཐའ་དག་དག་གི་ཡོད་ཟེར་བཤད་སྲོལ་དེ་འདྲ་ཞིག་འདུག། ཇོ་མོ་གངས་དཀར་ནི་གཉན་ཆེན་ཐང་ལྷའི་རིགས་རྒྱུད་ཀྱི་གངས་རི་ཞིག་ཡིན་ལ། གངས་རི་ཡོངས་ལྷ་ས་ཁུལ་དུ་གནས་པའི་ལྷའི་སའི་གངས་རི་མཐོ་ཤོས་དེ་ཡང་ཡིན། གངས་རི་དེ་ནས་འཛགས་པའི་ཆུ་མོ་འདི་ནི་སྙེ་མོ་མ་ཆུའི་མཆོང་སྒོ་ཡིན་ལ། སྙེ་མོའི་མ་ཆུ་ལ་བརྟེན་ནས་སྙེ་མོའི་བུ་ཕྲུག་རྣམས་འཚར་ལོངས་དང།

སྲིད་པ་མཐོ་བའི་ཁུལ་སུ་གནམ་གཤིས་ལ་འགྱུར་བ་ཆེན་པོ་འདུག་ལ་ད་ལྟ་གནམ་དྭངས་དྭངས་ཡིན་ཀྱང་ཡང་ཆར་བ་བབས་བྱུང། ལོག་ཡོང་བའི་ལམ་བར་དུ་ཏིལ་ཆུ་དེ་འདྲ་ཞིག་འདུག་འོན་ཀྱང་གནམ་ནས་ཆར་བ་བབས་པའི་རྐྱེན་གྱིས། ང་ལམ་བཟང་ཐོན་པ་ཡིན། གནམ་ནས་ཆར་པ་བབས་བྱུང། མ་བབས་གསུང་ཡས་མི་འདུག་འོ་ཆུའི་འོག་གི་ཐིགས་པ་མ་སེར་རང་སེར་རེད་འདུག། ཁྱེད་རྣམས་སྙེ་མོའི་གཞུང་ལ་སྤྲོ་འཆམ་ཕེབས་པ་དགའ་བསུ།